རྒྱུ་ལས། དེ་ནི་ལ་དྭགས་སེམས་སྐྱེད་ཤེས་ཡོན་རིག་གཞུང་ཚོགས་པའི་ནང་བཞུགས་པའི་ཚོགས་མི་ལྷན་རྒྱས་དང། ཨེ་ནས་ཞན་ཡང་དེ་ནས་དྲ་རྒྱ་བརྒྱུད་དེ་ཆོས་ལ་ཐུགས་སྣང་མཛད་དཀའ་ནི། ཨེ་ནས་བསམ་དཀར་མི་དམངས་ལྷན་རྒྱས་ཚང་མ་ལ་སྔ་དྲོ་བདེ་ལེགས་དང། ཨེ་ནས་རྒྱུ་ལས་བཞུགས་ཏེ། ཨེ་ནས་དེ་རིང་ང་དང་སློབ་གཙང་བུ་གུ་གཟུགས་བཞིན། ལྷར་ཆགས་སྟོན་པ་སངས་རྒྱས་ཀུན་གྱི་ངོ། བརྒྱད་ཁྲི་བཞི་སྟོང་དམ་ཆོས་འབྱུང་བའི་ན། འཕགས་ཚོགས་ཀུན་གྱི་དབུས་ན་ལྷང་ངེ་བ། སྤྲིན་ཆེན་ལཱ་མ་རྣམས་ལ་ཕྱག་འཚལ་ལོ། ཨེ་ནས་གསུངས་པ་སང་ན་ད། དེ་རིང་ང་སང་ཞག་མ་མང་པོ་ཞིག་ན་ཕར་ལ་དེ་ནས་ང་དང། འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་མཛད་པས་དེ་ནས་ཡོན་ཏན་བཞི་ཀིར་མ་དང་རགས་ཏེ་དེ་ནས་ད་ལམ་རིམ། ཉམས་སུ་ལེན་ཚུལ་རིས་སྐོར་ལ་ཨེ་ནས་མདོར་བསྡུས་མདོར་བསྡུས་ཙམ་ཞིག་ཞུས་འཇིགས་ཡོངས་སྟོན་ནོ། ཨེ་ནི་སོང་བ་སང་ན་ད་ཡོན་ཏན་ཞིག་གིར་མ་ཆགས་པ་ལ་དེ་ཡག་དེ་ནས་ཐོག་མ་བཞུད་དེ་ཡོང་དཀའ་ནང་བཞིན། ཨེ་ནི་ང་དང་བླ་མགིར་རྩ་བ་བཤེས་གཉེན་བསྟེན་པར་སྨོན་པ་དང་བསྟེན་ན་བློ་སྦྱང་བར་སྨོན་པ་ཟེར་ཏེ་ཟབ་ཆེར་རྣམ་པར་ངེས། ཨེ་ནི་དེའི་སྟེང་དུ་དེ་ནས་སྔགས་ལམ་གྱི། ཨེ་ནི་སྣོན་པ་འདེབས་པར་སྨོན་པ། ཨེ་ནི་བསྔོ་བ་དང་སྨོན་ལམ་གྱི་མཇུག་ཏུ་ཟེར་ཏེ་ད་ང་དང་དོན་དག་ཨོ་ད་ཨོ་དེ་དེ་ནས་ག་ཡོན་ཏན་བཞི་གུར་མས་ཨེ་ནས་ག་ང་དང་ད་ཚིག་གི་དོན་མདོར་བསྡུ་བྱས་པ་ལ་ཨོ་ད་དོན་ཚན་ཁག་གསུམ་ཞིག་ཡིན་ན་རགས་དེ་ང་དང་ཞུན་འཇིགས་དང་ཡོངས་སྟེ་ནོག་ད་དེ་རིང་ཨེ་ནས་ང་དང་འཇུག་བ་དེ་ནས་གཱས་བསྔོ་བ་དང་སྨོན་ལམ་གྱི་འཇུག་བསྡུ་བ་གཟིར་ཁན་པོ་ཨོ་དེ་སྐོར་ལ་ཞུན་འཇིགས་ཡོང་བ་པོ་ཅིག་ཨེ་ནས་ང་དང་རྩ་བའི་ནང་དེ་ལྟར་ལམ་བཟང་སྟོན་པའི་བཤེས་གཉེན་དང། སུ་བཞིན་སྦྲུལ་བའི་སྒྲོག་རྣམས་ཞབས་བསྟན་ཅིང། ཕྱི་དང་ནང་གི་བར་དུ་སྤྱོད་པའི་ཚོགས། ཉེ་བར་གཞིལ་བར་བྱིན་གྱིས་བརླབ་ཏུ་གསོལ། ཨེ་ནས་གཉིས་པས་ན་སྐྱེ་བ་ཀུན་ཏུ་ཡང་དག་བླ་མ་དང། གྲལ་མེད་ཆོས་ཀྱི་དཔལ་ལ་ལོངས་སྤྱོད་ཅིང། ས་དང་ལམ་གྱི་ཡོན་ཏན་རབ་རྫོགས་ན། རྡོ་རྗེ་འཆང་གི་གོ་འཕང་མྱུར་ཐོབ་ཤོག། ཨེ་ནས་ཤོ་ལོ་ཀ་གཉིས་པ་ཨོ་དི་གཉིས་སི་ཏཱ་དི་རི་ངི་ང་དང་འཇུག། ཨོ་དི་ཀ་ན་སི་ཏུ་ཅེ་ཟིན་ནོག། ཨེ་ནས་གསུངས་པ་བསམ་ན་ད་ཧ་ལས། ཨོ་ད་དེ་ལྟར་ལམ་བཟང་གསུངས་པ་བཟོ་ན་དེ་ལྟ་བུའི་ཟེར་ཏེ་ད་ཧ་ལས་ང་དང་ཨ་ཐང་འདི་ནས་བཞུགས་སྒར་ཆུས་སྟེང་ཡོང་ག་ཙོག་ལ། ཨེ་ནས་ལམ་བཟང་སྟོན་པའི་བཤེས་གཉེན་དང་གཟན་པོ་ཅིག་ཨོ་རང་ལ། ཨེ་ནས་ག། ཐུན་མོང་དང་ཐུན་མོང་བའི་ཨོ་ལམ། ཨོ་དེ་ན་ཙོག་ལ་ས་དང་ལམ་གྱི་ཡོན་ཏན། ཨོ་ཐམས་ཅད་རང་རྒྱུད་ལ་སྐྱེ་བར་བྱེད་པའི། ཨོ་དེ་ནས་ག། གོ། དེ་ནས་བཤེས་གཉེན་བསྟེན་ཚུལ་ན་འཇུག་དེ་ནས་མི་ལུས་པའི་ཟུང་འཇུག་བར་གྱི། ཨེ་ནི་ལམ་ཕྱིན་ཅི་མ་ལོག་པར་ཨོ། དེ་ནས་རང་ལ་ཨོ། དེ་ནས་གསལ་བར་སྟོན་པར་མཛད་པས་ཨོ། ད་ང་དང་དྲིན་ཅན་གྱི་རྩ་བའི་བླ་མ་ཟེར་ན་ཡང་འདྲ་ཨོ། ད་རྒྱལ་བའི་བཤེས་གཉེན་ཟེར་ན་ཡང་འདྲ་ཨོ། ད་ང་དང་བཀའ་དྲིན་གསུམ་ལྡན་གྱི་དེ་ནས་རྩ་བའི་བླ་མ་ཟེར་ན་ཡང་འདྲ་ཨོ། ད་དེ་ལྟ་བུའི་ལམ་བཟང་སྟོན་པས་ཨོ། ད་རྒྱལ་བའི་བཤེས་གཉེན་ན་བཤེས་གཉེན་དང། དེས་ན་གཙོ་ལ་ལམ་ཚུལ་བཞིན་དུ་སྟོན་པ་ནང་བཞིན་ཅིག་ཨེ་ནས་རང་དང་རང་འདྲ་བ་ཨོ་ད་མདོར་བསྡུ་ན་ལམ་ཚུལ་བཞིན་དུ་སྟོན་པ་ནང་བཞིན་ཅིག་ཨོ་ཉམས་སུ་ལེན་པས་ཨོ་ད་རང་གི་ཆོས་གྲོགས་ཨོ་དེས་ན་གཙོ་ལ་གྲོགས་འཕགས་པའི་དགེ་འདུན་ཨོ་ད་ཚུལ་བཞིན་དུ་བསྒྲུབས་པས་ཨོ་གྲོགས་རྣམས་ཨོ་དེ་ནས་སྐུ་ཚེ་ཞབས་པད་སྐལ་དགའི་བར་དུ་བརྟན་ཅིང། ད་དེའུ་ང་དང་འགལ་ཆེན་མོ་བྱེད་ཀྱི་ལས་ང་དང་རང་འོ་ད་ཆོས་རྣམ་པར་དག་པ་བསྒྲུབ་པ་ལ་འོ་ད་དགེ་བའི་བཤེས་གཉེན་གྱིས་འགོ་བསད་ཀྱི་ཡིན་ནི་རང་དང་འོ་དེ་ནས་ཆོས་འོ་ཉམས་སུ་ལེན་པའི་འོ་ཆོས་ཀྱི་འོ་གྲོགས་པོ་ཞིག་ང་དང་འགོ་བསད་ཀྱི་གྲོགས་པོ་ཟེར་ན་ཡང་ན་མཛའ་འོ་འོ་དོར་ཐུག་ན་ང་དང་ཆོས་གྲོགས་ཞུ་བ་ནོ་ག་ལས། ཨོ་ད་ལམ་བཟང་སྟོན་པའི་དགེ་བའི་བཤེས་གཉེན་དང་ཚུལ་བཞིན་དུ་ཉམས་སུ་ལེན་པའི་ཨོ་ཆོས་གྲོགས་རྣམས་ཀྱིས་ཨོ་ད་དཔེར་ན་ང་དང་དགེ་བའི་བཤེས་གཉེན་གྱི་ལམ་སྟ་ནན་པོ་ཅིག་དགེ་བའི་བཤེས་གཉེན་ཉིད་དང་ལམ་སྟ་སྟན་རྒྱག་ད་ལམ་སྟན་ཀ་ནང་བཞིན་ཅིག་ལམ་སྟན་པ་ནང་བཞིན་ཅིག་ཨོ་ད་ང་དང་ཁྱོད་ཀ་ནི་དེ་ནས་ག་བསྒྲུབས་བསྒྲུབས་ཏེ་ཡོང་ག་ནི་ཆོས་པོ་ཁྱེད་དེ་ན་ཨོ་རང་ཨ་དེ་ནས་ཆོས་ཀྱི་གྲོགས་པོ་ཞིག་ཡོད་ན་ཁོས་གང་ན་ཡང་ང་དང་དམིགས་དཔེ་མང་པོ་ཞིག་ལེན་ཏེ། ཨོ་ཁོ་ང་ང་དང་ལྟ་སྟེ། ཨོ་ཁོ་ངས་ང་དང་དཔེ་བླངས་སྟེ། ང་དང་ཨོ་ད་ཆོས་དེ་ནི་ཐོས་པ་ཡིན་ནའང་འདྲ་བསམ་པ་ཡིན་ནའང་འདྲ་སྒོམ་པ་ཡིན་ནའང་འདྲ། ཨོ་ད་དེ་སྣ་ཚོགས་ལ་ཚོགས་བསོད་ནམས་སྟེན་སྟེན་ལུགས་སྟེན་སྟངས་ཡིན་ནའང་འདྲ། ཨོ་ད་དེ་སྣ་ཚོགས་ལ་ཁམས་དོན་དགེ་སྦྱོར་སྐྱོར་ལུགས་སྐྱོར་སྟངས་ཡིན་ནའང་འདྲ། དེ་སྣ་ཚོགས་ལ་མཚམས་བསྙེན་སྒྲུབ་སྟངས་ལུགས་བཏང་སྟངས་ཡིན་ནའང་འདྲ། ཨོ་ད་སུ་དང་སུ་ཞིག་ཡིན་ནའང་རང་དང། ཨོ་རང་འདྲ་བས། ཨོ་དེ་ནི་ཚུལ་བཞིན་དུ་སྒྲུབ་པའི། ཨོ་དེ་ནས་ཆོས་ཀྱི་གྲོགས་པོ་རྣམས། ཨོ་དེ་ནས་སྐུ་ཚེ་ཞབས་པད་བརྟན་ཅིང། ཨོ་ད་རང་གཞན་སེམས་ཅན་ཚང་མ་ལ། རི་དོར་དུ་ན་དགེ་བའི་བཤེས་གཉེན་དང། རང་གི་ཆོས་ཀྱི་གྲོགས་པོ་དང། ཨོ་རང་དང་རང་འདྲ་བའི་ཨོ་ད་དོར་དུ་ན་ནམ་མཁའི་ད་དང་མཉམ་པའི་སེམས་ཅན་ཐམས་ཅད་ལ། ཨོ་ད་ཕྱིའི་ནི་གདོན་རིགས་ལ་སོགས་པའི་བར་ཆད། ཨོ་ད་ནང་གི་དེ་ནས་ག་གེ་དེ་ན་ཉོན་མོངས་དུག་གསུམ་ལ་སོགས་པའི་བར་གཅོད་རྣམས། ཨོ་དེ་ནས་ཕྱི་ནང་ནང་གི་པར་དུ་བསྐྱོད་པའི་ཚོགས་གཟར་པོ་ཅིག་འོ་ད་དེ་གཟུགས་ཀྱི་བར་གཅོད་ཙམ་ཞིག་ཡོད་ན་ཡང་བར་གཅོད་དེ་དག་ཐམས་ཅད་ཨེ་ནས་ཉེ་བར་འོ་བཞི་བར་འོ་ད་རྩ་བ་ན་མེད་ཀན་འོ་བྱ་བར་ཤོག་འོ་རྩ་བ་ན་བཞི་བར་ཤོག་དཀྲུང་ན་བཅིན་པར་ཤོག་ཟེར་བ་རྫོགས་ལ་འོ་ད་ག་གེ་དེ་ན་ཉེ་བར་བཞི་བ་འོ་དེ་ནས་ཕྱོགས་བཅུའི་རྒྱལ་བ་ཧྲཱི་དང་ལྕགས་ཕུད་ཐམས་ཅད་ཀྱིས་འོ་དེ་དག་ཐམས་ཅད་ཉེ་བར་བཞི་བའི་བྱིན་རླབས་ཨོ་བདག་སོགས་ནམ་མཁའི་མཐའ་དང་མཉམ་པའི་སེམས་ཅན་ཐམས་ཅད་ལ་བཅིངས་ནས་ཀྱང། ཨོ་དེ་ནི་རྩལ་དུ་གསོལ། སྦྱར་རྫོགས་ལ་ཨོ་ད་བདག་སོགས་ནམ་མཁའི་མཐའ་དང་མཉམ་པའི་སེམས་ཅན་ཐམས་ཅད་ཀྱིས། ཨོ་ལུས་ངག་ཡིད་གསུམ་པོ། ཨོ་དེ་ནི་དགེ་བའི་ཕྱོགས་ལ་སྐུལ་བྱེད། མི་དགེ་བའི་ཕྱོགས་ལ་འདོར་བྱེད། ཨེ་ནི་བྱིན་རླབས་དང་དངོས་གྲུབ་རྩལ་དུ་གསོལ། སྦྱར་ཏེ་ང་དང་གཞུད་བྱེད་པོ་ཨོ་དོ་ནོ་ཧ་ལས། གསུངས་པ་བསམ་ན་ད་དོན་དག་ཨ། ཨོ་ང་དང་ཅི་བཞུ་བསྟན་ཨོ་ཟེར་ན། ཨོ་བདག་ང་དང་ཚིགས་སུ་ཚང་མེད། ཨོ་ད་ཡོན་ཏན་བཞི་འགྱུར་མེད། ཨོ་དེ་ནས་དགའ་ཁྱེད་དེ་ན་ཡོན་ཏན་ཀུན་གྱི་བཞི་འགྱུར་སྤྲིན་ཅན་བཞད་ཟེར་པ་ཟེར་པ་ན་བཟུང་སྟེ། ཨོ་དེ་ནས་མགོ་བོ་དགེ་བའི་བཤེས་གཉེན་བསྟེན་ཚུལ་ན་བཟུང་སྟེ་ཨེ་ནས་ཡོན་ཏན་བཞི་འགྱུར་མ་ལ་ཐོས་པ་བསགས་སྟོན་ཨོ། ང་དང་བསམ་པས་ཡང་ཡང་བཅར་ཏེ་ཡོད་ཀྱང། དེ་སྣ་ཚོགས་ལ་ང་དང་ཡོན་ཏན་ཞིག་ཡོད་མེད་ནང་གསུངས་པ་ནང་བཞིན་གྱི་རང་ངན་གང་སྐྱོགས་གང་ཙམ་ཞིག་ང་དང་བླ་མའི་ནང་འབྲུ་རིགས་འཇོད་པ་སོགས་ན་ཨོ་ད་ལྟའི་ལྟ་བུའི་ཨོ་རང་གི་སྒེར་རྩ་ཅི་ངེས་ཅིག་བསགས་ཏེ་ཡོད་པའི་ཨོ་སྒེར་རྩ་དེ་དག་ཐམས་ཅད་ལ་བརྟེན་ན། ཧ་ལས་དགེ་བའི་རྩ་བ་དེ་དག་ཐམས་ཅད་ལ་བརྟེན་ན། ཨོ་ངའི་དྲིན་ཅན་གྱི་རྩ་བ་ལ་ནི་གསལ་བའི་བླ་མ་རྣམས་ཀྱིས་སྐུ་ཚེ་སྐལ་བརྒྱའི་བར་དུ་བརྟན་པར་ཤོག། ངས་དེ་ནས་ཁྱོད་ཚུལ་བཞིན་དུ་བསྒྲུབས་པས་པྲོག་མཛའ་བོ་རྣམས་ཀྱིས་དེ་ནས་སྐུ་ཚེ་ཞབས་པད་སྐལ་དགའི་བར་དུ་བརྟན་པར་ཤོག། ཨེ་ནས། ད་པྲོག་དགེ་བའི་བཤེས་གཉེན་དང། ཧ་ལས། རང་གི་ཚུལ་བཞིན་དུ་བསྒྲུབས་པས་པྲོག་རྣམས་ཀྱིས་དེ་ནས་ཕྱི་དང་ནང་གི་བར་ཆོས་ཚོགས་མ་ལུས་པ་ཉེ་བར་ཞི་བར་བྱིན་གྱིས་བརླབ་ཏུ་གསོལ། ཨོ། རང་གི་ཆོས་གྲོགས་དང་རང་དང། ཨོ། མདོར་བསྡུ་ན་ནམ་མཁའི་མཐའ་དང་སེམས་ཅན་རྣམས་མཐའ་དང་མཉམ་པའི་སེམས་ཅན་ཐམས་ཅད་ཀྱི་ཡང། ཨོ། དེ་ནས་དགའ་བར་སྤྱོད་ཕྱི་ནང་གི་བར་སྤྱོད་མ་ལུས་པ་ཉེ་བར་ཞི་བར་བྱིན་གྱིས་བརླབ་ཏུ་གསོལ་ཟེར་ཏེ་ང་དང་ད་དོན་དག་ཨོ། འདི་གསུངས་ཟིན་གྱི་ཧ་ལས། ད་ལྟའི་གཡོག་པའི་བཀའ་ཚིག་ཟིན་ནས་སྐྱེ་བ་ཀུན་ཏུ་ཡང་དག་བླ་མ་དང། གྲལ་མེད་ཆོས་ཀྱི་བར་ལ་ལོངས་སྤྱོད་ཅིང་ཨོ། ད་དགེ་བ་དེ་དག་ལ་བརྟེན་ན། ཨེ་ནས་ཚེ་འདི་ལ། ཨོ། ད་དགེ་བའི་བཤེས་གཉེན་མཚན་ཉིད་དང་ལྡན་པ་ཕྲད་པ་ནང་བཞིན་འཇིགས། ཨོ་ལམ་ཡང་དག་པར་སྟོན་པའི་དགེ་བའི་བཤེས་གཉེན་ཕྲད་པ་ནང་བཞིན་ཅིག། ཨོ་ཚེ་རབས་ན་ཚེ་རབས་རྣམས་སུ་ཡང་དེ་ལྟ་བུའི་དགེ་བའི་བཤེས་གཉེན་རྣམས་དང། ཨོ་དེ་ནས་ནམ་ཡང་བྲལ་བ་མེད་པར། ཨོ་དེ་ནས་ང་དང་ཁྱོད་ཀྱི་བར་ལ་ལོངས་སྤྱོད་པ་ཡོང་བར་ཤོག་ཟེར་ཏེ་ཧ་ལས་སྐྱེ་བ་ཀུན་ཏུ་ཡང་དག་བླ་མ་དང་བཟོ་དང་ང་དང་ཚང་མ་ཡིན་ན་ཡིན་བ་ལས། བདེན་པའི་རང་སྐྱེ་བ་སྔར་མེད་ང་དང་མི་ཟད་ཚོགས་བསོད་ནམས་ཧ་ཅང་བསྟེན་སྐྱ་ག་ལས། ཨོ་དཔེར་ན་གདངས་འདི་རིང་ཡིན་དུས་ཚོད་ལ་ཡིན་ན། ཨོ་ད་ང་དང་ཚང་མ་ལ་ཧ་ལས་དགའ་སྐྱབས་མགོན་རྒྱལ་བ་ཡིད་བཞིན་ནོར་བུ་སྩོལ་བས། ཨོ་ད་ང་དང་ཆོས་ལུགས་རིགས་སུ་མ་མཆིས་པས་ཨོ་བླ་མ་སྐྱེས་ཆེན་དམ་པ་རྣམས་ང་དང་མདུན་ལ་བསྐྱོད་དེ་ཨོ་ད་ང་དང་ཡང་དག་པའི་ལམ་ཚུལ་བཞིན་དུ་ལྟ་ན་མཛའ་དུ་བ་ལས། ཨོ་ད་བདེན་པས། དེ་ལྟ་བུའི་ཡེ་ནས་ཡང་དག་པའི་བླ་མ་ཞིག་ང་དང་མདུན་ལ་མ་འཕྲད་ན། ང་དང་དེ་ལྟ་བུའི་ཚུལ་བཞིན་དུ་སྟོན་པའི་བླ་མ་ཞིག་དང་ང་དང་མ་འཕྲད་ན་ཨོ་ད་ང་དང་བསམ་བློ་བཀའ་ཟུགས་ཤིག་ག་སླེབས་ཏེ་ཡོད། ང་དང་ཆོས་སྤྱོད་ལུགས་སྤྱོད་དང་པོ་བཀའ་ཟུགས་ཤིག་ག་སླེབས་ཏེ་ཡོད། ཨོ་ང་དང་ཁྱོད་ལོག་པ་ཞིག་གི་ནང་བཞུགས་ཏེ་མི་དགེ་བའི་བཤེས་གཉེན་ཅིག་དང་ཕྲ་སྟེ། ཨོ་དེ་ནས་ལམ་ལོག་པ་ནང་བཞུགས་ཏེ་གཟིགས་པ་མི་དགེ་བའི་བླ་སྣ་ཚོགས་པ་ཞིག་བཅོལ་ཏེ་ཡོད་སྲིད་ཅེ་ན་བ་ལས། ཨོ་ད་བདག་སང་ང་དག་ཆོས་ལ་ཐོས་པ་བསགས། བསམ་པ་བསམ་པས་ཡང་ཡང་བཅད་བསྒོམས་པས་ཉམས་སུ་ལེན་ནས་ཡོངས་སྐྱེས་པོ་སུ་རག་ལ་སྟེ་ན་འོག་ཟེར་ན། ཨོ་རང་དང་ཨོ་དེ་ནས་ར་ག་ཨོ་དངོས་སུ་ཕྲ་ཅིང་དངོས་སུ་ཐུག་ན་ཡོད་པས། ཨོ་དེ་ནས་དགེ་བའི་བཤེས་གཉེན་རྣམས་ལ་རག་ལ་སྟེ་ན་བ་བསགས་ན་དེ་ལྟ་བུའི་ཨོ་རྒྱལ་བའི་བཤེས་གཉེན་རྣམས། ཨོ་དེ་ནས་ཚེ་རབས་ན་ཚེ་རབས་རྣམས་སུ་བྲལ་བ་མེད་པ། ཨོ་སྐྱེ་བ་ན་སྐྱེ་བ་ཀུན་ཏུ་ཡི་རང་དང། ཨོ་བྲལ་བ་མེད་པ། ཨོ་དེ་ནས་ཆོས་བདག་རུང་ངང། ཨོ་དེ་ནས་ཆོས་ཟབ་ཅིང་ཕྲ་བ་མ་ལུས་པ། ཚངས་ལ་མ་ནོར་བ། ཨོ་དེ་ནས་སྟོན་པའི་སྒོ་ན་རང་ཉིད་ཀྱིས་ཀྱང། ཨོ་ལོངས་སྤྱོད་ཅིང། ཨོ་རང་ཉིད་ཀྱིས་ཀྱང་དེ་དག་ལ། ཨོ་ཉམས་སུ་ལེན་པ་ཚུལ་བཞིན་སྒྲུབ་པ་ཞིག་ཡོང་བ་དང། སྐྱེ་བ་ཀུན་ཏུ་ཡང་དག་བླ་མ་དང། བྲལ་མེད་ཆོས་ཀྱི་དཔལ་ལ་ལོངས་སྤྱོད་ཅིང། འོ་ད་ཁྱོད་ལོངས་སྤྱོད་པའི་སྒོ་ནས་འོ་དེ་ནས་གསར་བཅུའི་ལམ་སྔ་ཧ་ལས་འོ་ད་གསར་བཅུ་ཟེར་པོ་ཅིག་ས་དང་པོ་ན་འོ་ད་གསར་བཅུ་པའི་བར་ལམ་སྔ་ཟེར་པོ་ཅིག་ཨེ་ནས་ང་དང་ཚོགས་ལམ་སྦྱོར་ལམ་མཐོང་ལམ་སྒོམ་ལམ་མི་སློབ་ལམ་འོ་ད་ང་དང་ངོ་དེ་ནས་སངས་རྒྱས་ས་ལ། རང་རྒྱུད་ལ་ས་དང་ལམ་གྱི་ཡོན་ཏན་རབ་ཏུ་རྫོགས། རང་རྒྱུད་ལ་ས་དང་ལམ་གྱི་ཡོན་ཏན་སྐྱེས་པའི་སྒོ་ན། ས་དང་ལམ་གྱི་ཡོན་ཏན་ལྡན་པའི་སྒོ་ན་མངོན་པར་རྫོགས་པ་སངས་རྒྱས་སྒོ། མ་རྟོགས་ས་ལམ་གྱི་རྟོག་པ་གང་ཡང་རྒྱུད་ལ་མ་སྐྱེས་བ་མངོན་པར་རྫོགས་པ་སངས་རྒྱས་ཞལ་གཅིག་ང་དང་སུའང་མེད་ཀྱྀ། གསུངས་པ་བསམས་ན། ཨོ་རྒྱལ་བའི་བཤེས་གཉེན་དམ་པས། སྐྱེ་བ་འདི་དང་སྐྱེ་ཚེ་རབས་ཕྱི་མ་རྣམས་སུ། རང་ལ། ཨོ་དེ་ནས་ཕྲད་པ་ནང་བཞིན་ཅིག་སྐྱེ་བ་འདི་དང་ཕྱི་མ་རྣམས་སུ་འབྲལ་བ་མེད་པ། ཨོ་ད་དོན་དག་ང་དང་སེམས་གཏིང་ན། ཨོ་ད་ང་དང་ཚེ་རབས་ན་འཚེ་བ་རྣམས་སུ། ཨོ་ཡ་ལམ་ཡང་དག་པར་སྟོན་པའི་དགེ་བའི་བཤེས་གཉེན་དང་བྲལ་བ་མེད་པར་ཡོང་བར་ཤོག་ཟེར་ཏེ་ང་དང་ཡང་ཡང། ཨོ་དེ་ནས་སྨོན་ལམ་དབབ་དགོས་ཤ་སྤུ་མང་སྟེ་ཡང་ང་དང་གལ་ཆེན་མོ་ནང་ཁག་ཆེན་མོ་ཆེར་གྱི་ཧ་ལས། ཨོ་ད་དགེ་བའི་བཤེས་གཉེན་གྱིས། ཨོ་དེ་ནས་མ་དགྲ་ལས་གོ་ན་དགེ་བའི་བཤེས་གཉེན་གྱིས། ཨོ་ལམ་ཡང་དག་པར་སྟན་པའི་གོ་ན་ཨོ་དེ་ལམ་ཡང་དག་པར་སྟན་སྐམ་པོ་ཁྱེད་དེ་ན་ཨོ་ད་ང་དང་ཨེ་སང་ཨོ་དེ་ནས་ལོངས་སྤྱོད་པ་ཟིན་ན་ཚུལ་བཞིན་དུ་ཉམས་སུ་ལེན་པ། འོ་ད་དགེ་བའི་བཤེས་གཉེན་གྱིས་ལམ་སྟན་པ་ནང་བཞིན་ཅིག་འོ་ང་དང་ཚུལ་བཞིན་དུ་ཉམས་སུ་བླངས་ན་འོ་ད་ང་དང་ཅི་བྱེད་ཀྱི་ཟེར་ན་འོ་རང་གིར་གྱུར་ལ་འོ་ས་དང་ལམ་གྱི་རྟོགས་པའམ་ས་དང་ལམ་གྱི་འོ་ཡོན་ཏན་པོ་ང་དང་རྒྱུད་ལ་སྐྱེས་པ་བཟང་ན་འོ་ནི་དེའི་སྒོ་ན་ལམ་ཉམས་སུ་སྐྱེས་པའི་སྒོ་ན་ལམ་ཉམས་སུ་ལེན་ཉམས་སུ་ལེན་པའི་སྒོ་ན་འོ་དེ་ནི། རྟོག་པ་གོང་ན་གོང་དུ་འཕེལ་ལེན་ཅིག། ཨོ་ཡོན་ཏན་རོ་གཅིག་གོང་ན་གོང་དུ་རྫོགས་ཟིན་ཅིག་ཆད་པ་བསགས་ན་ནམ་ཞིག་ན། ཨོ་ནམ་མཁའི་འགལ་བའི་གོ་འཕང་ཟེར་ན་ཡང་འདྲ། རྒྱལ་བ་རྡོ་རྗེ་འཆང་གི་གོ་འཕང་བོ་གལ་ཏེ་ན། ཨོ་མགྱོགས་ན་མྱུར་དུ་ང་དང་རྒྱུད་ལ་ཐོབ་བསྟི་ཡོང་བ་བསགས་ན། ཨོ་ད་དེ་ཐོབ་བྱ་སྲིད་དོན་དག། ཨོ་ད་ང་དང་གཟིགས་ན་དག་ས། རང་ཉིད་ཀྱི་ས་ལས་རྡོར་དུ་ན་གཞུང་ལ་ཐོས་པ་དང་བསམ་པ་དང་བསྒོམ་པ་ལ་སོགས་པ། ཨོ་ད་དེ་སྣ་ཚོགས་ལ་ཆོས་ཟིག་སྟོན་དག་དཀའ་ངལ་བར་དུ་ཅི་ཞིག་བརྒྱབ་སྟེ་ཡོད་ན་ཡང་ཨོ་ད་དེ་དག་གིས་དགེ་བའི་རྩ་བ་དང་མཐུ་དང་ནུས་པ་ལ་བརྟེན་ནས། ཧ་ལས། ཨོ་ང་རང་དང། དེ་ནི་འདྲ་བའི། ནམ་མཁའི་འཁོར་བའི་ནང་ང་ཧྲནས་པས། ཨོ་དེ་ནི་སྡུག་བསྔལ་མྱོང་བཞིན་པའི་འགྲོ་བ་སེམས་ཅན་སུ་དང་སུ་ཞིག་ཡིན་ན་ཡང། སྐྱེ་བ་འདི་དང་ཚེ་རབས་ཕྱི་མ་རྣམས་སུ། བླ་མ་ཡང་དག་པའི་དགེ་བའི་བཤེས་གཉེན་དང། ཨོ་དེ་ནི་ནམ་ཡང་བྲལ་བ་མེད་པ་ཆོས་ཀྱི་དཔལ་ལ། ཚུལ་བཞིན་དུ་བློ་ངོར་དཔྱོད་པའི་སྒོ་ནས། འོ་རང་ཉིད་གུད་ལ་འོ་ས་ལམ་གྱི་རྟོགས་པ་སྐོང་ན་སྐོང་དུ་འཕེལ་བའི་སྒོ་ནས། ཡོན་ཏན་རབ་ཏུ་རྫོགས་པའི་སྒོ་ནས། འོ་རྒྱལ་བ་རྡོ་རྗེ་འཆང་ཟེར་ན་ཡང་འདྲ། སངས་རྒྱས་ཟེར་ན་ཡང་འདྲ། འོ་དེ་ནས་གང་རྣམ་མཁྱེན་རྒྱལ་བའི་གོ་འཕང་ཟེར་ན་ཡང་འདྲ། འོ་ད་མདོར་བསྡུ་ན། འོ་རྡོ་རྗེ་འཆང་གི་གོ་འཕང་འོ་མགྱོགས་ན་མྱུར་དུ། འོ་དེ་ནས་རང་གུད་ལ་འོ་དེ་ནས་སྐྱེ་བར་བྱིན་གྱིས་བརླབ་ཏུ་གསོལ།

ཡིན་ན་སུ་ཡིས་ང་དང་འདིར་ཆགས་པའི་མང་པའི་འཇུག་ཨ། དེ་ལྟར་ལམ་བཟང་སྟོན་པའི་བཤེས་གཉེན་དང་ཚུལ་བཞིན་སྒྲུབ་པའི་གྲོགས་རྣམས་ཞབས་བརྟན་ཅིང་ཕྱི་དང་ནང་གི་བར་དུ་གཅོད་པའི་ཚོགས་ཉེ་བར་ཞི་བར་བྱིན་གྱིས་བརླབ་ཏུ་གསོལ་ཟེར་པ། ཨོ་ད་ང་དང་དུས་དང་རྣམ་པ་ཀུན་ཏུ་ཨོ་ད་འཇུག་ཨ། བསྔོ་བ་སྨོན་ལམ་དབབ་ཚེ་ན་ཨོ་ད་འདིའི་ཚིག་གསུམ་གལ་ཏེ་ན་ཧ་ཅང་འདི་ནི་ང་དང་ཚིག་ཟབ་མོ་སྟོན་བདག་ཆེན་མོ། ཨོ་དེ་ནས་དེ་མིན་པའི་ཨི་ཀ་ན་དེ་ན་ཚུལ་བཞིན་དུ་འདི་ན་བསམ་བློ་རྣམ་པར་བརྟག་པ་བཏང་སྟེ་ང་དང་ཨི་བཟའ་མི་སྨོན་ལམ་གཅིག་ལྟ་བར་འཕོ་ཆེད་ཨི་ནི་སྨོན་ལམ་ཟེར་མཁན་པོ་ང་དང་ཡ་མཚན་ཡིན་ནོ་ག་ལས་སྨོན་ལམ་ཟེར་མཁན་པོ་ཁོ་རང་སྨོན་ལམ་གྱི་ཕྱོགས་བཅུའི་ག་ག་གེ་དེ་ན་རྒྱལ་བ་ཧྲཱི་དང་བཅས་པའི་བྱིན་རླབས་དང་ནུས་མཐུ། ཨོ་རྟེན་བཟང་པོ་དེ་དག་གི་ཨོ་བྱིན་རླབས་དང་ནུས་མཐུ། ཨོ་དེ་ནས་རང་གི་བསམ་བློ་རྣམ་པར་བརྟག་པའི་སྨོན་དེ་ཡིན་པ་བསམ་ན་ཨི་ནི་ཁོ་ཁོ་རང་ཡང་བསྒྲུབས་ཏེ་ཡོང་བྱ་ཞིག་ཡོད་པ་བསམ་ན་ཨོ་ད་དེ་དག་འདི་དག་གིས་དེ་ནས་སྨོན་ལམ་གྲུབ་ན་ཨོ་ད་ང་དང་བརྩམས་ཤིག་དེ་ནས་ང་དང་ཕ་ཡོན་མེད་འདུག་ད། ཧ་ལས། ཨོ་རང་གིས་དགེ་བའི་བཤེས་གཉེན། ལམ་བཟང་པོ་སྟོན་པའི་དགེ་བའི་བཤེས་གཉེན་རྣམས་སྐུ་ཚེ་བཞག་པ། ཁྱོད་ཚུལ་བཞིན་དུ་སྒྲུབ་པའི་གྲོགས་ཆོས་གྲོགས་རྣམས་ཀྱིས་སྐུ་ཚེ་བཞག་པར་བསྟན་ཅིག། ཨོ་རང་ཨ་ཕྱི་དང་ང་དང་བདག་ས་ག་རྐྱེན་སྤར་ཆ་མང་པོ་ཞིག་ཡོང་ཨ་ནོ་ཨ་ལས་ཨོ་ད་བདུན་རིགས་སུམ་བརྒྱ་དྲུག་ཅུ་ན་རིགས་བཞི་བརྒྱ་རྩ་བཞི་ཟེར་མཁན་ལ་སོགས་པས་ཨོ་ང་དང་ཨ་ཕྱིའི་སྤར་ཆ་མང་པོ་ཞིག་གནང། འོ་དེ་ནས་ཉོན་མོངས་པ་འདོད་ཆགས་ཞེ་སྡང་གཏི་མུག་ལ་སོགས་པའི་བར་ཆད་མང་པོ་ཅིག་སྐྱོན་གྱིས་ཡོད་པར་བསམས་ན་ང་དང། འོ་ད་བདག་ས་ཕྱི་ནང་གི་བར་ཆད་མ་ལུས་པ། འོ་དེ་ནས་ཉེ་བར་གཞིའི་བཅས་སུ་པའང་ཧ་ཅང་གལ་ཆེན་མོ་ཡིན་ནོ། འོ་སོང་པར་བསམས་ན་འོ་ད་དགེ་བའི་རྩ་བ་དེ་དག་གི་མཐུ་དང་ནུས་པ་ལ་བརྟེན་ན། འོ་ད་དེ་ནས་དགའ། བླ་མ་དགེ་བའི་བཤེས་གཉེན་དམ་པ་རྣམས་ཀྱིས་སྐུ་ཚེ་བཞག་པར་བསྟན་ཅི། གྲོགས། དེ་ནས་ཆོས་གྲོགས་རྣམས་ཀྱིས་སྐུ་ཚེ་བཞག་པར་བསྟན་ཅི། འོ་ཕྱི་ནང་གི་བར་ཆོད་མ་ལུས་པ་ཉེ་བར་གཞིའི་བ། ཨོ་དེ་ནས་བྱིན་གྱིས་བརླབ་ཏུ་གསོལ་མཛད་འོ་ད་ཕྱོགས་བཅུའི་རྒྱལ་བ་ཧྲཱི་དང་བཅས་པ་ཐམས་ཅད་ལ་ཨོ་རྩེ་གཅིག་ཏུ་གསོལ་བ་སྨོན་ལམ་བཏབ་སྟེ་ཨོ་ད་བྱིན་རླབས་དང་དངོས་གྲུབ་ཨོ་དེ་གཟུགས་ཞིག་གསལ་འདུག་གསོལ་མཛད་དེ་སྔ་དང་བཞུགས་སྟེ་འགྲོ་བ། ཨོ་གསུངས་པ་ས་ན་ད་དེ་སྣ་ཚོགས་ལ་ཚིག་ཞེ་ལོག་གི་གཉིས་སྤེལ་ནའང་ཨོ་དེ་ནས་སྐྱེ་བ་ན་སྐྱེ་བ། ཧ་ལས་ཨོ་སྐྱེ་བ་ན་སྐྱེ་བ་ཨོ་ཡང་དག་པའི་དེ་ནས་ཆོས་སུ་སྟོན་པའི་དགེ་བའི་བཤེས་གཉེན་དང་མ་བྲལ། དེ་ནས་ཆོས་དགེ་བའི་བཤེས་གཉེན་གྱིས་ཆོས་སྟོན་པ་ནང་བཞིན་གྱི་ཚུལ་བཞིན་དུ་འོ་དེ་ནས་ཉམས་སུ་ལེན་པའི་སྒོ་ན་ལོངས་སྤྱོད་པའོ། དེ་ནས་ལོངས་སྤྱོད་པ་ལ་བརྟེན་ན་ས་དང་ལམ་གྱི་རྟོག་པ་དང་ས་དང་ལམ་གྱི་ཡོན་ཏན་རྣམས་འོ་རང་ཉིད་ཀྱི་རྒྱུད་ལ་འོ་རྫོགས་པའོ། བདག་སོགས་ནམ་མཁའི་ས་དང་ནམ་མཁའི་མཐའ་དང་མཉམ་པའི་སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་འོ་རྫོགས་པའོ། རྫོགས་ན་འོ་དེ་ནས་རྒྱལ་བ་ན་ག་གེ་དེ་ན་ང་དང་ཏུར་གུ་ན་སྒོ་སེམས་སྐད་ན་ཡོད་ད་ལེ། སྒོ་སྐྱབས་འགྲོ་ན་ཡོད་ད་ལེ། ཧ་ལས། སངས་རྒྱས་ཆོས་དང་ཚོགས་ཀྱི་མཆོག་རྣམས་ལ་བྱང་ཆུབ་བར་དུ་བདག་ནི་སྐྱབས་སུ་མཆི། འོ་ད་ང་དང། ང་དང་བསྒྲུབ་བྱའམ་ང་དང་ཐོབ་བྱ་མཐར་ཐུག་པོ་ཅི་ཡིན་ཀྱེ་ཨཱ་ཟེར་ན། འོ་བླ་ན་མེད་པའི་བྱང་ཆུབ་ཡིན་ཀྱེ། འོ་སངས་རྒྱས་ཀྱི་གོ་འཕང་ཡིན་ཀྱེ། རྒྱལ་བ་རྡོ་རྗེ་འཆང་གི་གོ་འཕང་ཡིན་ཀྱེ། འོ་གསུངས་པ་ཟེར་ན། ས་དང་ལམ་གྱི་ཡོན་ཏན་མ་ལུས་པར་རང་ཉིད་ཀྱི་རྒྱུད་ལ་རྫོགས་པའི་སྒོ་ནས། འོ་དེ་ནས། སེམས་ཅན་ནང་བདག་སོགས་རྣམས་ཀྱི་མཐའ་དང་གཉེན་པའི་སེམས་ཅན་ཐམས་ཅད་སངས་རྒྱས་ཀྱི་ས་ལ་བཀོད་པར་བྱ་བའི་ཕྱིར་དུའོ། ནམ་མཁའི་རྒྱལ་བའི་གོ་འཕང་འམ་རྒྱལ་བ་རྡོ་རྗེ་འཆང་གི་གོ་འཕང་ཨོ། མགྱོགས་ན་མྱུར་དུའོ་ཐོབ་པར་བྱིན་གྱིས་བརླབ་ཏུ་གསོལ་ཟེར་བསྟན་བར་གསུངས་པར་བསམས་ན་ད་ལྟའི་ཞག་མ་མང་པོ་ཞིག་ན་ཕར་ལ་ཨོ་ད་ང་དང་གྷ་ཨེ་ནི་ལ་དྭགས་སེམས་ཀྱི་ཚོགས་པའི་ནང་བཞུགས་པས་དེ་ནས་གྷ་ཚོགས་གཙོ་ཨེ་ནི་རྒྱན་བཟང་པོ་ལས་དང། ཨོ་དེ་སྣ་ཚོགས་ལ་དེ་ནས་རྒྱན་འཇམ་དབྱངས་རྒྱལ་མཚན་དང། དེ་ནས་ཨ་མ་ཚེ་རིང་སྒྲོལ་མ་ལ་སོགས་པས་ཨེ་ནི་ཁོང་ཚང་མས། འོ་ད་བཞུགས་སྒར་ནང་བཞིན་ཅིག། འོ་དེ་ནས་ང་དང་ཨ་ཡེ་ཀ་ན་ད་ངའི། གསར་བཅད་མ་སྟོང་ཙམ་ཞིག་ཨེ་ནི་མདོར་བསྡུས་ཀྱི་ཚུལ་དུ་བཞུགས། བརྟེན་ཨེ་ནི་འདི་ན་ང་ཆར་ལག་དང་ནོར་འཁྲུལ། ཨེ་ནི་མང་པོ་སོང་སྟེ་ཡོད་འགྲོ་སྤྱད་ཟེར་ན་ཁོ་ང་རང་འདི་ཙམ། ཐོས་རྒྱ་དང་མཐོང་རྒྱ་འདི་ཙམ་ཞིག་མེད་པ་སང་ན་ཨེ་ནི་འབར་བ་ལ་འོ་དེ་ནས་དགའ་ཁྱེད་དེ་ན། འོ་ང་དང་གཞུང་དང་མ་མཐུན་པའམ་རྩ་བ་དང་མ་མཐུན་པའི་ཨེ་ནི་འགྲེལ་བཤད་ལོག་པ་དེ་འདྲ་ཡང་བཞུགས་ཏེ་ཡོད་འགྲོ་དེ་བཞུགས་ཏེ་ཡོད་ན། ཨེ་ནི་ངེས་བྱང་ཚང་མའི་གསང་ཡང་རྟག་སྤྱད་ཛ྄། དོན་དག་ཨེ་ནི་ཕྱོགས་བཅུའི་རྒྱལ་བ་ཧྲཱི་དང་སྤྱད་པ་ཐམས་ཅད་ལ། ཨོ་དང་ཨ་དང་ཨ་དེ་ནི་གལ་ཏེ་ཆ་ལག་ནོར་འཁྲུལ་སོང་སྟེ་ཡོད་ན་ཨེ་ནི་བཟོད་པ་བཞེས་པར་ཛ྄་དུ་གསོལ་ཛེར་ཏེ་བཞུད་བྱས་དང་རགས་སྟེ། ཨོ་ད་ཨེ་ནི་ངེས་ཨི་ག་ད་དང་ཁོང་ངེ་དེ་ནི་ག་ད་བསམ་བློ། ག་ཁོང་ངེ་ཙི་ནི་ཆ་བཞི་ཡང་མེད་ན་ཁོང་འདོད་པ། ཨོ་ད་མ་ཅག་ཙམ་ཞིག་ཟབ་ཆད་མ་སྟོང་ཙམ་ཞིག་ཨེ་ནི་མདོར་བསྡུ་མདོར་བསྡུ་སྤྱོད་སྟེ་ཨེ་ནི་ངེས་བྱང་ཚང་མ་བཞུད་བྱས་སི་སྒོ་སྐབས། ཨེ་ནི་ས་ལ་ཛ྄། ཨེ་ནི་དེ་ལ་ངེས་སྙིང་བརྟག་པ་ན་ཐུགས་རྗེ་ཆེ། དོན་དག་ད་ང་དང་ཚང་མ་ཆོས་ལ་ཐུགས་སྣང་ཆོས་ལ་སློབ་སྦྱོང་མཛད་དཀའ་འཇིགས་སོང་པ་བསམ་ན། དེ་ཡང་ཆོས་བོད་ཀྱི་དེ་ན་ཆོས་གཞན་དང་མི་འདྲ་བ། ནང་པ་སངས་རྒྱས་པའི་ཆོས། ཨོ་སྟོན་པ་བཅོམ་ལྡན་འདས་མཉམ་མེད་ཤཱཀྱ་ཐུབ་པའི་ཆོས། ཨོ་ད་དེ་ལྟ་བུའི་ཆོས་ཟབ་མོ། ཨོ་ཆོས་ཡང་དག་པ། ཨོ་ད་སྐྱེ་བ་འདི་ལ་ང་དང་ལྡན་པའི། སྐྱེ་བ་སྔ་མ་རྣམས་སུ་ང་དང་ཚོགས་བསོད་ནམས་མང་ཉུང་ཅིག་བསགས་ཏེ་ཡོད་པའི་རྟགས་པོ་ལ། ཨོ་ང་དང་དེ་ནས་ཡང་དག་པའི་དགེ་བའི་བཤེས་གཉེན་དང་ཕྲད། ཨོ། ལམ་བཟང་སྟོན་པའི་དགེ་བའི་བཤེས་གཉེན་དང་འཕྲད་པའི་སྒོ་ན་ཆོས་ཉམས་སུ་ལེན་བྱར་ཡོངས་ཆགས་པོ་ཨོ། ད་ང་དང། བདེན་པའི་སྐལ་པ་བཟང་པོ་ནོ། ཨོ། ད་ཚེ་རབས་ན་ཚེ་རབས། སྐྱེ་བ་ན་སྐྱེ་བ་བདག་ས་ཡི་ག་སྨོན་ལམ་མཛད་དཀའ་ནང་བཞིན་ཅིག་ཨོ། འདི་དང་འདྲ་བ་མེད་པར་ཡོང་བར་ཤོག་ཟེར་ཏེ་ཅོག་གོ་ཤེས་པོ་ཨོ། ད་ང་དང་བདག་ས་དེ་ག་ལ་སྒ་ནིན་ཀྱང། དོན་དག། ཨོ་ད་ང་དང་གཟིགས་ཁ། ང་དང་བླ་དྭགས་དེ་ནས་ག་ག་སེམས་སྐྱིད་དེ་ནས་ཚོགས་པའི་ནང་བཞུགས་ཀ་ནས་ནང་འདྲ། ཨོ་ད་དེ་ནང་མ་བཞུགས་ཀ་ནས་ཡང་ཚོགས་པ་ཞ་ནས་ན་སུ་དང་སུ་དོན་དག། ཨོ་ང་དང་སུ་དང་སུ་ཞིག་ཡིན་ན་ཡང་ཨོ་ཏུས་དང་རྣམ་པ་ཀུན་འདུག་ཨོ་དེ་ནས་ག་ག་གི་དེ་ན་ཆོས་ལུགས་དབྱེ་བ་མེད་པ། འོ་དེ་ནས་ག་གེ་དེ་ན་ང་དང་ད་ལམ་ཉམས་སུ་བླང་ཤེས་ན་ང་དང་ཞུ་ཆ་མེད་ན་ལེ་འོ་བུ་རམ་བོ་གེ་དེ་ན་ཕྱོགས་གང་བོ་ཞིག་ན་བཟོས་བཏང་ན་ཡང་ངར་མོ་ཡིན་ཀྱང། འོ་ཆོས་སྤྱོད་ཤེས་གང་ཅི་ག་ཆོས་ལུགས་ག་གཟུགས་ཤིག་ག་བཞུགས་ན་ཡང་ཁོ་ཆོས་ཚུལ་བཞིན་དུ་བསྒྲུབས་ཏེ་དེ་ལྟ་དེ་ཐོས་ཏེ་ཆོས་པོ་ཉམས་སུ་བླངས་པ་ལ་བརྟེན་ན་ས་དང་ལམ་གྱི་འོ་དེ་ནས་ཡོན་ཏན་རབ་ཏུ་རྫོགས་པའི་སྒོ་ན་རྡོ་རྗེ་འཆང་གི་གོ་འཕང་ཐོབ་བྱ་བརྗོད་དེ་ན་བ་ལས་གསུངས་པ་ས་ན་ང་དང་ཆོས་ལ་ཐོས་པ་དང་བསམ་པ་དང་སྒོམ་པ་བཅོས་ཏེ་བསྟིང་ན་ཆོས་ལུགས་ཀྱི་གཞན་མེད་བཀའ་འཇིགས་ཅོག་གོ་ཤ་སྤོ་དམངས་སྟེ་མགལ་ཆེན་མོ་འགྱག། ང་ཐང་འབར་བ་ལ་ཨོ་གཞན་ང་ཐང་ཀྲོང་པའི་ནང་འདུག་ཙ་ན་ཀྲོང་པ་ཁྱིམ་སྲས་རྣམས་ཀྱིས་གཞན་ཁྱོད་རང་དང་ང་རང་ཟེར་ཁམས་པའི་གཞན་བུ་ཁུར་དཀར་འབུ་ཁུར་ཉོག་ལ་སོང་སྟེ་བན་ཅི་ག་ཁྱོད་ལ་ཡང་དུས་ཁྱོད་གཞས་ཆོས་དུས་ང་གཞས་ཆོས་ཟེར་འཇིག་ཡང་ཁྱོད་ལ་ཡང་ཨོ་དེ་གཞན་ཆོས་དེ་ཆོས་ལ་ཨེ་བ་ཕན་ན་ཨེ་ནས་ང་ཐང་ཆོས་སྤོང་གི་ལ་བསགས་བྱ་སི་ཉན་ཀ་ཡིན་ནོ་བ་ལས། ཨོ་ད་ང་ཐང་ཆོས་ལ་ཐོས་པ་བསམ་པ་སྒོམ་པ་བསགས་པའི་སྟེང་ན་སྟེང་ན་ཨོ་ད་ཆོས་ལུགས་ལ་ཨེ་བ་མེད་པ། ཨོ་ཆོས་ལུགས་ལ་དབྱེ་བ་ཕལ་ན་ཨི་ཆོས་སྤུན་ང་བཞེད་ཆོས་ཟིན་ནོག་རྒྱ་ལ་ནོག་ཨ་ཆོས་སྤུན་ང་བཞེད་ཆོས་མེད་ནོག་རྒྱ་ལ་མ་ནོག་ཟིན་ཅིག་དཔེར་ན་ང་དང་ལ་དྭགས་ལ་ཡིན་ན་ཨོ་ད་ང་དང་ལ་ལ་ལ་དྭགས་ལ་འདི་ནི་ནང་པ་སངས་རྒྱས་པའི་ཆོས་ལུགས་ལ་བསྟན་ག་ནི་ནང་ཆོས་ལུགས་ཆེན་མོ་བཞི་ནོ་ཨ་ལས་ས་སྐྱ་སྙིང་མ་དཀར་རྒྱུད་དགེ་ལུགས་ཟེར་ཏེ་ཨོ་ད་ག་དགེ་ལུགས་པའི་ཆོས་པོ་དྲག་པོ་ནོག་ཡང་ཚང་བ་མེད་ནོག་ཨེ་གཟུགས་ཟིན་ཅིག་ཨོ་ལམ་ལོག་པ་ག་ང་དང་མི་ག་སྐྱེ་བོ་མི་ནག་རྣམས་ལ་བསྟན་ན། འོ་ད་ང་དང་ལྡན་པས་ང་དང་དང་ཉལ་བ་ནར་མེད་ན་ནར་མེད་དུ་རང་མ་ཟད་རང་གི་ཨོ་ཉེ་ཁོ་ན་ཡོད་པ་ཁྲིད་ཅེས་སི་ང་དང་ལྡན་ནས་དགའ་ཁེ་ད་ན་ལམ་ལ་སྔན་ས་ག་ནོ་བ་ལས་ཨོ་སོང་པ་ས་ན་དང་བརྩམ་ཉན་ང་དང་ཆོས་ལ་ཐོས་པ་ཟག་སའི་སྟེང་ན་ཨོ་རང་རྒྱུད་ཞི་ཞིང་འདུལ་བ་ཡོང་དགོས་ཤེས། ཨོ་དེ་ནས་མི་སུ་དང་སུ་ཞིག་དང་མཐུན་ན་ཡང་སུ་དང་སུ་ཞིག་དང་དཀྲོགས་ན་ཡང་ཨོ་དེ་ནས་དེ་དག་དང་མཐུན་པོ་དང་དེ་དག་དང་དགའ་མོ་དང་དེ་དག་དང་མཉམ་པོ་ཨོ་དེ་ནས་ག་གེ་དེ་ན་ཆོས་ཀྱི་ཡོན་བདག་རྣམས་ཨོ་དེ་ནས་ག་གེ་དེ་ན་ཆོས་དང་མཐུན་པའི་ལཱས་སྐོང་ན་གོང་དུ་ཕལ་ཆ་ཞིག་ཡོངས་ཆར་པོ་ང་དང་ཅོག་གོ་ཤར་པོ་ང་དང་ཚང་མས་ལཱས་དགའ་རྣམས་ཨོ་ཁག་ཆེན་མོ་བྱེད་ཀྱང། འོ་སོང་པ་སང་མ་འོ་ད་ང་དང་ཚང་མས་སྟུས་དང་རྣམ་པ་ཀུན་ཏུ་འོ་དེ་ནས་ཐོས་བརྟགས་ཞི་ཞིང་དུལ་བ་ཟེར་ཏེ་ཆོས་ལ་བརྩམས་ཤིག་ཐོས་པ་དང་ས་ཨ་ན་འོ་དེ་བརྟགས་པོ་ལ་ང་དང་རང་རྒྱུད་དེ་ནས་སེམས་རྒྱུད་ཞི་ཞིང་དུལ་བ་འོ་དེ་ནས་སེམས་ཉོན་མོངས་པ་དང་བྲལ་པའི་དབང་དུ་བྱ་མ་བཅུག་ག་འོ་བར་བ་ལ་ང་དང་རང་ན་རང་ཨ་སྣ་བ་བརྟགས་ཏེ་ང་དང་རང་ཨ་ད་ཉོན་མོངས་པ་མ་བྲལ་པ་ཨི་ནོག་ས་མ་ནོག་དང་ཡང་མིའི་མཐོང་ཚུལ་ལམ་ཨི་ཕི་ལོ་བ་བདེན་པའི་ན་སྟངས་བོ་ན་ང་དང་ཉོན་མོངས་པ་དང་འདྲེས་ཏེ་ཤུགས་ཆེན་མོ་བྱ་ག་འཇི་ཡོད་ན་འོ་ད་དེ་དག་ཐམས་ཅད་ཀྱང་ང་དང་རང་ནང་རང་ཧྲག་འགོ་སྟེ་ནོ་ང་དང་རང་ནང་རང་བཟོ་བཅོས་རྒྱབ་འགོ་སྟེ་ནོ་མ་རྟོགས་འོ་མིས། ང་དང་བདེན་པའི་ཨི་ནི་ག་གེ་དེ་ན་ཕི་ལོག་ན་ཟེར་ག་ནི་ང་དང་ཉུང་ཉུང་ཡི་ནོ་བ་ལེ། ང་དང་བཏུ་གུ་ནི་དེ་ཡག་ན་ང་དང་ཞུ་བ་མེ་ད་རང་ག་ཟ་རང། རང་གི་འཁྲུལ་པ་རང་གིས་མ་བརྟགས་ན་ཆོས་པའི་གཟུགས་ཀྱིས་ཆོས་མིན་ཅེས་སྲིད་པས་སྲིད་འོ་ད་རང་གི་ནོར་འཁྲུལ་ལ་རང་གིས་བརྟག་དཔྱད་མ་བྱོས་ན་ཨེ་ནས་ང་དང་ཕའི་གཟུགས་ཕྱི་ལོག་གི་གཟུགས་སྤོ་ཁེ་ད་ན་ཆོས་པའི་གཟུགས་ཞིག་ཁུར། ཨེ་ནས་ནང་བསམ་བློ་བཏང་འཇོག་ནང་ལུས་ངག་ཡིད་གསུམ་གྱི་བཅའ་བ་སྤྱོད་པ་ནང་དེ་ཚང་མ་ཁེ་ད་ན་ཆོས་མ་ཡིན་པའི་ལ་ཞིག་ཡིན་ན་ང་དང་གོ་ལེད་ན། ཆོས་མ་ཡིན་པའི་ལམ་ཞིག་ཡིན་ན་ང་དང་འགྲུལ་ལེད་ན་ཨེ་ནས་ད་ང་དང་དུ་ཆོས་པར་རྫུས་མ་གྱུར་ཏེ་ནོར་བ་ལས། འོ་ཆོས་པ་ཡང་དག་པར་གྱུར་ཏེ་མ་ན་བ། འོ་ད་ང་དང་ཆོས་པ་ཡང་དག་པ་ཅིག་ཆོས། ཚུལ་བཞིན་དུ་ཉམས་སུ་ལེན་གང་ཅིག་སྤྱོད་བ་ལ། འོ་ད་ཐོས་བརྟགས་ཞི་ཞིང་འདུལ་བ་ཟད་དེ་ང་དང་ལྡན་པའི་ཆོས་ལ་ཐོས་པ་བསགས་པའི་རྟགས་སོ། འོ་སེམས་རྒྱུད་དྲང་པོ། སེམས་པ་བཟང་པོ། འོ་དེ་ནས་སེམས་རྒྱུད་ཞི་ཞིང་འདུལ་བ་ཞིག་ཡོང་གོ་ཤེས་པོ། འོ་ད་ང་དང་མངས་ཀྱང་གལ་ཆེན་མོ་དང་ཁག་ཆེན་མོ་ཆད་ཀྱང། སོང་བ་ས་ན་ད་དེ་རིང་ཡིད་གང་ངེས་དེ་ནས་འཇུག་བསྟུན། སོང་བ་ས་ན་ཨེ་ནས་ངེས་ཀྱང་ཚང་མ་ལ་སྙིང་བརྟགས་པ་ན་ཐུགས་རྗེ་ཆེ། ཨེ་ནས་ཆོས་ལ་ད་རུང་ཨང། ཨོ་ང་དང་ད་ཚོགས་པ་སོ་སོ་སོ་སོས་ཨེ་ནས་འགོ་འགྲིགས་ཤིག་འཇིག་ཨེ་ནས་ཆོས་ལ་སྐུལ་མ་རྫ་ལ་རྫ་དེ་འཇིག་དང་སྐྱོད་བྱེད་ཟིན་ནོ་ཨོ་ངེད་ཅང་ཚང་མས་ཆོག་དང་ཡང་ཨོ་དེ་ནས་ཆོས་བརྩམ་ངན་ཧ་ལས་རང་ཉན་གན་སྐྱོགས་གན་འཇོན་གན་པོ་ཨོ་དེ་ནས་ཚེ་འདི་ལ་ཨོ་ད་ཨི་ང་དང་ཨི་བཟའམ་སྐལ་པ་བཟང་པོ་ཞིག་དང་ཨི་བཟའམ་དུས་ཚོད་བཟང་པོ་ཞིག་ཡོད་གན་པོ་ང་དང་རང་ན་རང་ངོ་འཕྲོ་དེ་ར་འཕྲོ་དེ་ཨོ་ད་ད་ལ་ནས་འགོ་སྐལ་པོ་ཤོར་མ་བཅུག་ག་ཨོ་འདི་ཤོར་ན་ཨོ་ཧ་ཅང་འདི་ནི་ཕངས་པ་ཡིན་སྐམ་པོ་ང་དང་ཧ་གོ་སྟེ་ཨེ་ནི་དུས་དང་རྣམ་པ་ཀུན་ཏུ་ཁྱོད་ལ་ཨོ་སྩོལ་ན་བཛྲ་ཟེར་ཏེ་གཞུས་བྱ་བཞིན་དེ་ནས་ཚང་མ་ལ་ཐུགས་རྗེ་ཆེ།